རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡར་ཙམ་དྲེགས་དྲེགས་སེ་ལས་བྱེད་འདི་ཞུ་ཡས་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཕྱི་ལོ་ཉིས་སྟོང་ཉི་རྩ་བཞི་ཟླ་བ་དགུ་པའི་ཚེས་གཉིས་ཀྱི་ཉིན་བཞུགས་སྒར་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་གསུང་རའི་ནང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དབུས་ལྷན་ཁང་ཁག་གི་དྲུང་ཆེ་ཆུང་རྣམ་པ་དང་སྲི་ཞུ་བ་གཞུང་ཁོངས་མིན་པའི་ཚོགས་སྐྱིད་ཁག་གི་འཐུས་མི་རྣམ་པ། སེར་སྐྱ་ཕོ་མོ་སློབ་ཕྲུག་སོགས་ཚང་འཛོམས་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་གཅེས་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་དམངས་གཙོའི་ལམ་བཟང་གསོལ་སྩལ་བཀའ་དྲིན་བསྐྱངས་ཏེ་མི་ལོ་དྲུག་ཅུ་རབ་བཞི་འཁོར་བའི་དུས་ཆེན་གྱི་གཞུང་འབྲེལ་མཛད་སྒོ་སྲུང་བརྩི་གཟབ་རྒྱས་ཞུས་ཡོད་པ་རེད།

བཙན་བྱོལ་བོད་མིའི་མང་གཙོའི་ལམ་སྲོལ་དབུ་བརྙེས་ཏེ་མི་ལོ་དྲུག་ཅུ་རེ་བཞི་ཧྲིལ་པོ་འཁོར་བའི་དུས་ཆེན་སྲུང་བརྩིའི་དགའ་སྟོན་རྟེན་འབྲེལ་གྱི་ཉིན་མོ་འདིར། བཀའ་ཤག་གིས་མཛད་སྒོ་འདིའི་སྟེང་གདན་འཛོམས་པའི་ཨེས་ཏོ་ནི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གིས་མཚོན་པའི་སྐུ་མགྲོན་རྣམ་པ་དང་མཛད་གཙོ་དང་ལས་བྱེད་ལས་ཟུར་རྣམ་པ། སེར་སྐྱ་མང་ཚོགས་དེ་བཞིན་ཡུལ་ཕྱོགས་སོ་སོར་བཞུགས་པའི་གཞིས་བྱེས་སྤུན་ཟླ་ཡོངས་དང། བོད་དང་བོད་མིའི་བདེན་དོན་འཐབ་རྩོད་ལ་སྙིང་ནས་ཤ་ཚ་རྒྱབ་སྐྱོར་གནང་མཁན་ཡོངས་ལ་དུས་སྟོན་གྱི་འཚམས་འདྲི་ཞུ་བཞིན་ཡོད། ད་རིང་ང་ཚོ་མང་གཙོ་དུས་ཆེན་ཐེངས་དྲུག་ཅུ་རེ་བཞི་པའི་འདིའི་ཐོག་ལ་ཡང། ཆེད་དུ། སྐུ་མགྲོན་ལ་ཕེབས་པའི་གིས། ཨེས་ཏོ་ནི་ཡཱ་གི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་གཙོ། ཡུ་ཁོ་ལགས་དང། ཁོ་རང་ད་ལོ་ཕྱི་ཟླ་བཞི་པའི་ནང་ལ་ཕེབས་པ་རེད་ཁོ་རང་དང་ཨེས་ཏོ་ནི་ཡཱ་ནང་ལོགས་ལ་ང་ཚོ་བོད་དོན་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་གཙོ། Roy། ཁོ་གཉིས་གཉིས་ད་ལོ་ཕྱི་ཟླ་བཞི་པ་ལ་ཡང་གྲོས་ཚོགས་འཐུས་མི་ཁག་གཅིག་གདན་ཞུས་ཆེད་རྡ་རམ་ས་ལ་ལ་ཕེབས་པ་རེད་ད་ལྟ་ཡང་བསྐྱར་སྤྱི་ཟླ་དགུ་པ་ལས་ཡང་ད་ལྟ་ང་ཚོ་དམངས་གཙོ་དུས་ཆེན་དང་སྟབས་བསྟུན་བྱས་ཨ་ནི་སྐུ་མགྲོན་ཕེབས་པ་རེད་ཁོ་གཉིས་གཉིས་སླར་ཡང་དེ་ཕེབས་པ་དེ་ལ་ཐུགས་ཆེ་ཞུ་ཡ་དང་ད་ན་བཞིན་གྱི་ཁོ་གཉིས་གཉིས་ལྷན་རྒྱས་ལས་ཡང་ཨ་ནི་ཨེས་ཏོ་ནི་ཡ་གྲོས་ཚོགས་འཐུས་མི་གིས་སྤྱི་ཚོགས་བདེ་དོན་དང་འབྲེལ་བའི་གིས་གྲོས་ཚོགས་གྲོས་ཚོགས་འཐུས་མི་མི་སིས་ཀཱ་མོན་ཡོ་ལ། ཁོ་རང་ད་ནི་ཐེངས་དང་པོ་དེ་གདམ་ས་ལ་ཕེབས་ཀྱི་ཡོད་རེད་དེ་ག་ནང་བཞིན་བྱས་ནས་ཨ་ནི་གྲོས་ཚོགས་ཀྱི་འཐུས་མི་མིས་ཨེས་ཐེར་ཁ་རུ་སེ་ཁོ་རང་ཕྱི་འབྲེལ་གྱི་ལས་དོན་ཚོགས་ཆུང་གི་ཚོགས་ཆུང་ནང་ལ་ཡང་ཕྱག་ལས་གནང་ཞེས་པ་རེད་ཨ་ནི་ཁོང་རྣམ་པ་ཚོ་ལ་ཡང་དམིགས་བསལ་གྱིས་ད་ནི་ཡང་བསྐྱར་ཕེབས་པ་འདི་ལ་ཨ་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་ཨ་ནི་ཚང་མ་ལོག་འཚམས་འདྲི་གི་ཕྱག་ཡག་པོ་ཞིག་བདམས་གནང་རོགས་གནང་ཞུ་ཡ་ཡིན Thank you སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཁོང་གི་ཕེབས་རྗེས་རྙེད་མཁན། བཙན་བྱོལ་བོད་མི་རྣམས་རང་ཡུལ་ཞལ་ལག་ཏུ་ཤོར་བའི་སྐྱོ་ངལ་དང། ཁོར་ཡུག་གསར་པར་གནས་འཛིང་བའི་དཀའ་རྙོག་ལ་གཉའ་མ་ཞུམ་པར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་བཞི་པའི་ཚེས་ཉི་ཤུ་ཉིན་རྒྱ་གར་མ་སུ་རི་ཞབས་སོ་ཁོལ་ནས་བདུན་ཕྲག་གཅིག་མ་སོང་གོང་བོད་དོན་བདེན་མཐའ་སེལ་ཐབས་དང། བོད་མིའི་སྤྱི་ཚོགས་བདེ་དོན་ལ་དམིགས་པའི་བཙན་བྱོལ་བོད་གཞུང་གསར་འཛུགས་བསྐྱངས་པ་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་དེང་རབས་མང་གཙོའི་ལམ་སྲོལ་དང་མཐུན་པའི་སྤྱི་འཐུས་ལྷན་ཚོགས་གསར་འཛུགས་གནང་བ་ནས་རིམ་པ་བཞིན་མང་ཚོགས་ཀྱི་ཁམས་དམོད་དང་བསྟུན་གོམ་སྟབས་ཆེན་པོ་བཞི་ཡི་སྒོ་ནས་ད་བར་སྒྲིག་འཛུགས་འདི་ཉིད་འཛམ་གླིང་འདི་ཡི་བཙན་བྱོལ་སྤྱི་ཚོགས་གཞན་དུ་མཐོང་དཀའ་ཞིང། དཀོན་ཞིང་ཀུན་གྱིས་མིག་དཔེར་འོས་པའི་ཚགས་ཚུད་ཡར་རྒྱས་བྱུང་ཡོད་པ་དང། བཙན་བྱོལ་བོད་མི་རྣམས་ནས་མང་གཙོའི་ལམ་ལུགས་ཅི་དགར་ལོངས་སུ་སྤྱོད་བཞིན་པའི་ཁ་ཡོད་ལག་ཡོད་ཀྱི་གྲུབ་འབྲས་འདི་དག་ནི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྟེང་ནས་གཤམ་དུ་སྐུལ་འདེད་སྣེ་ཁྲིད་མཛད་པའི་སྣེ་ཁྲིད་མཛད་པའི་སྦྱིན་མཐུ་ཁོ་ན་ལས་བྱུང་བར་ང་ཚོས་དུས་རྟག་ཏུ་བཀའ་དྲིན་རྗེས་དྲན་ཞུ་དགོས་པ་ཞིག་ཡིན། ལོ་རྗེས་མར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་གྱི་སྟ་གོན་དུ། ཁོང་གི་མཛད་ཁུར་བཞི་ལས་དང་པོ། འགྲོ་བ་མིའི་བཟང་སྤྱོད་གོང་འཕེལ་སྐོར་འདི་ལོའི་སྐུའི་འཁྲུངས་སྐར་གྱི་བཀའ་ཤག་གི་གཏམ་བཤད་དུ་ཞུས་ཟིན་པ་ལྟར། ད་ལམ་དུས་ཆེན་མཛད་སྒོ་འདིར་མཛད་ཁུར་གཉིས་པ་སྟེ། ཆོས་ལུགས་མཐུན་སྒྲིལ་གྱི་སྐོར་ལ་མཛད་པ་སྐྱོང་རིམ་རགས་བསྡུས་སུ་དྲན་གསོ་ཞུ་རྒྱུ་ལགས། གོང་ས་སྐྱབས་མགོན་ཆེན་པོ་མཆོག་ཞལ་སྔ་ནས། ཆོས་ལུགས་མི་འདྲ་བ་ཡིན་ཡང། སེམས་འདུལ་བ་ལ་བྱམས་པ་དང་བརྩེ་བ། བཟོད་པ། ཆོག་ཤེས། ཁྲིམས་སྲུང་བ་སོགས་ཚང་མ་གཅིག་གྱུར་ཡིན་སྟབས། ཆོས་ལུགས་ཁག་མཐུན་སྒྲིལ་བྱས་པའི་གཞི་རྩ་ཡོད། ཅེས་དང། ཡང་བསྐྱར་རྒྱ་རོམ་ཆེ་ཀ་ན་ཡ་ནང་ལོགས་ནས། འཛམ་གླིང་གི་ལྟ་གྲུབ་ཡོད་པའི་ཆོས་བརྒྱུད་ཚང་མས། བྱམས་བརྩེ་ཉམས་ལེན་བྱེད་དགོས་པ་གཅིག་མཚུངས་གསུང་གི་ཡོད་པ་དང། ཆོས་ལུགས་གཙོ་བྱས་ཚང་མས་བསླབ་བྱ་གཙོ་བོ་འཚེ་བ་མེད་པ་ཞེས་པ་འདི་གཅིག་གྱུར་དུ་གསུང་གི་ཡོད། འཚེ་བ་མེད་པ་ནི་བྱམས་བརྩེ་ཡིན། བྱམས་བརྩེ་ཉམས་ལེན་གྱི་འགལ་རྐྱེན་ཁོང་ཁྲོ་ཡིན། དེས་གཉེན་པོ་བཟོད་པའི་ཉམས་ལེན་དང། སུ་ཞིག་གིས་གནོད་པ་བྱས་ཀྱང་དེ་ལ་འཁོན་འཛིན་མི་བྱེད་པ་དེ་དག་གཅིག་གྱུར་ཡིན། མི་ཡི་ཁམས་དང་མོས་པ་མི་འདྲ་བ་ལ་ལྟ་གྲུབ་ཀྱང་མི་འདྲ་བ་དགོས་པ་ཡིན་ཞེས་དང། ཡང་བརྒྱ། འཛམ་བུ་གླིང་གི་རིས་སུ་མ་ཆད་པའི་ཆོས་ལུགས་ཁག་ཚང་མ། ཐུགས་མཐུན་ཁྲིམས་གཙང་གི་ཐོག་ནས། ཕན་ཚུན་གྱི་གནས་ཚུལ་ཤེས་རྟོགས་བྱས་པ་ཡིན་ན། མཐུན་སྒྲིལ་ཡོང་ཐུབ་པ་ཡིན་ཞེས་གསུངས་ཤིང། ཆོས་ལུགས་དང་ཆོས་ལུགས་པ་དང་ཆོས་ལུགས་ཀྱི་རྗེས་འབྲང་པ་རྣམས་ཀྱིས་སོ་སོའི་ལྟ་གྲུབ་དང་ཆོ་ག་ཕྱག་ལེན་གང་ཡིན་བསྲེ་ལྷད་མེད་པར་ཉམས་ལེན་ཞུ་བ་དང་དུས་མཚུངས་སུ། འགྲོ་བ་མི་རྣམས་གཅིག་གྱུར་གྱི་འདུ་ཤེས་བཟུང་སྟེ་ཆོས་ལུགས་གཞན་དང་ཆོས་དད་མེད་མཁན་ཀུན་ལ། གུས་བརྩི་བྱ་རྒྱུ་གལ་ཆེན་དུ་ནན་གསུངས་མཛད་བཞིན་ཡོད། དེ་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྟོན་པ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་དུ་ཆིབས་བསྒྱུར་སྐབས། རྒྱ་གར་འཕགས་པའི་ཡུལ་དུ་འཛམ་གླིང་གི་ཆོས་ལུགས་ཆེན་པོ་ཁག་ལ་འབྲེལ་བ་ཐོག་མར་བྱུང་ཡོད་ཅིང། རྒྱ་གར་ནི་ཧིན་རྡུ་དང་སིག། རྒྱལ་བ་པ་དང་ནང་པ་བཅས་ཆོས་ལུགས་ཁག་གི་འབྱུང་ཁུངས་ཡིན་པར་མ་ཟད། རྗིའུ་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས་ཀྱང་རྒྱ་གར་དུ་དར་ཁྱབ་བྱུང་ཡོད་ཅིང། འཛམ་གླིང་གི་ཁ་ཆེའི་མི་འབོར་མང་ཤོས་ཀྱི་རྒྱལ་ཁབ་གསུམ་པ་དེ་ཡིན་ལ། གནའ་བོའི་ཏཱ་སིག་གི Zoroastrian ཆོས་ལུགས་ལའང་རྒྱ་གར་དུ་ཁྱིམ་གཞིས་གཉིས་པ་ཞིག་རྙེད་ཡོད། གོང་ས་སྐྱབས་མགོན་ཆེན་པོ་མཆོག་ཟླ་གྲངས་གསུམ་ལྷག་བཞུགས་ཡུན་རིང་རང་དབང་མང་གཙོའི་འཕགས་པའི་ཡུལ་འདིར་ཆོས་རྒྱལ་མྱ་ངན་མེད་ནས་ད་ལྟའི་བར། ཆོས་ལུགས་རིས་མེད་འཆམ་མཐུན་མཉམ་གནས་ཀྱི་ལག་ལེན་གྲངས་མ་ཉམས་པར་ཡོད་པ་མངོན་ཅན་དུ་གཟིགས་ཏེ། ཐ་དད་པའི་ཆོས་ལུགས་ཐུན་མོང་ནས་སྙིང་རྗེ་དང་བྱམས་བརྩེ། བརྩེ་བ་མེད་པ་སོགས་འགྲོ་བ་མིའི་ཐུན་མོང་གི་རིན་ཐང་ལྷུར་ལེན་བཞིན་པ་རྣམས་མཐུན་སྒྲིལ་བྱེད་དགོས་པ་དང་བྱེད་ཐུབ་པའི་ངེས་ཤེས་འཁྲུངས་ཡོད། ལོ་རྒྱུས་ཀྱི་ཆ་ནས། རྒྱལ་བ་ཀུན་འདྲའི་ན་རིམ་ཕལ་མོ་ཆེས་རིས་སུ་མ་ཆད་པའི་ཆོས་བརྒྱུད་ཁག་གི་དབང་ལུང་མན་ངག་རྣམས་གསན་བཞེས་གནང་བ་ཇི་བཞིན། གོང་སྐྱབས་མགོན་ཆེན་པོ་མཆོག་གིས་ཀྱང་རིས་མེད་བླ་མ་བཅུ་ཕྲག་གཉིས་ལྷག་ཙམ་བསྟེན་གནང་གིས་བོད་བརྒྱུད་ནང་བསྟན་གྱི་གཞུང་ལུགས་སྤྱི་དང། དབང་ལུང་ཁྲིད་གསུམ་སོགས་སྙན་བརྒྱུད་མན་ངག་གི་མཛོད་དུ་བསྒྱུར་སྐོར ྋགོང་ས་མཆོག་གིས་གསན་ཡིག་རྒྱས་བསྡུས་གཉིས་དང་གསུང་འབུམ་རིན་པོ་ཆེར་གསལ་བ་ལྟར་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོར་བཞུགས་སྒར་རྡ་རམ་ས་ལར་རིས་མེད་ཆོས་བརྒྱུད་ཁག་གི་ཆོས་ཚོགས་བསྡུ་སྐོང་གནང་འགོ་ཚུགས་ཏེ། ད་ལྟའི་བར་བོད་ཀྱི་ཆོས་ཚོགས་ཐེངས་བཅུ་བཞི་སྐོང་ཚོགས་གནང་བར་ཚོགས་ཐེངས་བཅུ་གཉིས་ཙམ་གྱི་ཚོགས་མགོན་དུ་དངོས་སུ་ཆིབས་བསྒྱུར་གྱིས་སྐབས་དུས་སོ་སོར་ཆོས་ལུགས་རིས་མེད་ཀྱི་གལ་གནད་སྐོར་བླང་དོར་བཀའ་སློབ་ངེས་ཅན་དུ་རིམ་ཅན་དུ་སྩལ་ཏེ། བཙན་བྱོལ་དུ་བོད་ཀྱི་ཆོས་བརྒྱུད་ཆེན་པོ་རྣམས་མཐུན་སྒྲིལ་གྱི་ལེའུ་གསར་པ་ཞིག་བཏོད་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཤྲཱི་ལངྐའི་བླ་ཆེན Bhante Guru Ratna མཆོག་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་རྒྱ་གར་དུ་མཇལ་འཕྲད་བྱུང་བ་དང། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར Thailand དུ་ཆིབས་བསྒྱུར་གནང་སྐབས་པ་ལིའི་ཆོས་བརྒྱུད་འཛིན་མཁན་བླ་ཆེན Smotek Phra Sangaraja དང། ཐའི་ལེན་ནང་པའི་ཆོས་ཚོགས་ཀྱི་དབུ་ཁྲིད་ཁག་མཇལ་འཕྲད་གནང་བ་ནས་བཟུང། ཝེད་ནམ་གྱི་བླ་ཆེན Thich Nhat Hanh དང་ཀམ་པོ་ཏི་ཡའི་བླ་ཆེན Phra Maha Ghosananda མཆོག་གིས་མཚོན་པའི་པཱ་ལིའི་ཆོས་བརྒྱུད་འཛིན་མཁན་ལྷན་མཇལ་མོལ་རིམ་པར་མཛད་འབྲས་སུ། ཆོས་བརྒྱུད་ཕན་ཚུན་དབར་ལོ་ང་བརྒྱ་ཕྲག་དུ་མའི་རིང་རྒྱང་བཀྱེད་འབྲེལ་མེད་དབང་གིས་གོ་ལོག་དང་ལོག་རྟོག་ཇི་སྙེད་ཅིག་ཡོད་པ་རྣམས་བསལ་ཏེ་དམ་ཚིག་ལོ་རྒྱུས་གཅིག་སྒྲིལ་སུ་བརྒྱུད་ཡོད། གྱུར་ཅིང། གོང་ས་མཆོག་གི་ལམ་སྟོན་འོག་ཕྱི་ལོ་ཉིས་སྟོང་ཉིས་གསང་གཉིས་ནས་བཟུང། པཱ་ལི་དང Sanskrit། རྒྱལ་སྤྱིའི་དགེ་འདུན་པ་བརྗེ་རེས་ལས་གཞི། སྤེལ་འགོ་ཚུགས་ཏེ་ཕན་ཚུན་འདུལ་ཁྲིམས་དང་ཕྱག་སྲོལ་རྒྱུས་ལོན་ཆེད། བཙན་བྱོལ་བོད་མིའི་གདན་ས་གྲྭ་ཚང་དང་ཤྲི་ལངྐ།

Sanskriti ཆོས་བརྒྱུད་འཛིན་ཕན་བོད་དང་འབྲུག་བའུ་ཝེ་ཏི་ནམ་རྒྱ་ནག་ཐེ་ཝན། ཉི་ཧོང་ཀོ་རི་ཡ་ར་ཤི་ཡ་སོག་པོ་བཅས་སོགས་ནས་དགེ་འདུན་པ་ཉིས་སྟོང་ལྷག་ཚོགས་ཞུགས་ཀྱིས་འདུལ་ཁྲིམས་དང་དུས་རབས་ཉེར་གཅིག་པའི་ནང་པའི་ལས་འགན་སྐོར་བགྲོ་གླེང་གནང་བའི་དབུ་འབྱེད་མཛད་སྒོར་གོང་ས་མཆོག་ཆེད་ཕེབས་ཀྱིས་བླང་དོར་བཀའ་སློབ་བསྩལ་ཡོད། ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གྲགས་སྔོན་མའི་ལོ་རབས་བདུན་ཅུ་པའི་འགོ་སྟོད་དུ་ཡོ་རོབ་དང

Saint John the Divine Cathedral། སོགས་དང་ཡེ་ཤུ་དང་རྗེའུ་ཁ་ཆེ་བཅས་ཐུན་མོང་གི་གནས་ཆེན་ཇེ་རུ་ས་ལམ་དང། དེ་མཚུངས་ཧིན་དུའི་ཀུམ་བྷུ་མེ་ལ། ལྡི་ལིའི་ཁ་ཆེའི་ལྷ་ཁང Jama Masjid སོགས་ཆོས་ལུགས་སོ་སོའི་ལྷ་ཁང་དང་གནས་རྩ་ཆེན། གྲོང་དང་གྲོང་རྡལ་ཁུལ་གྱི་ལྷ་ཁང་མང་པོ་ཞིག་ནང་མགོན་པོ་མཆོག་གི་ཞབས་རྗེས་རི་མོར་བཀོད་ཅིང། རིས་སུ་མ་ཆད་པའི་ཆོས་ལུགས་ཁག་གི་དབུ་ཁྲིད་གྲགས་ཅན་མང་དག་ཅིག་བཅད་འགྲེལ་གནང་ཡོད། དེ་བཞིན་དུ། ཆོས་ལུགས་ཕན་ཚུན་གྲོས་མོལ་དང་མཐུན་སྒྲིལ་གྱི་ཚོགས་འདུ་མང་པོར་ཕེབས་བཞུགས་གནང་བ་དཔེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ཨི་ཏྲ་ལིའི་གནས་ཆེན་ཨ་སི་སི་རུ་ཡེ་ཤུའི་ཆོས་དཔོན Pope John Paul གྱིས་གོ་སྒྲིག་གནང་བའི་འཛམ་གླིང་ཞི་བདེའི་སྨོན་ལམ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ནས་བཟུང་འཛམ་གླིང་ཆོས་ལུགས་གྲོས་ཚོགས་ཀྱི་ཚོགས་འདུ་རིམ་པ་དང། རྒྱ་གར་ནང་སྐོང་འཚོགས་བྱས་པའི་རྒྱལ་སྤྱིའི་རང་བཞིན་གྱི་ཆོས་ལུགས་ཚོགས་འདུར་རིམ་པར་ཕེབས་བཞུགས་གནང་བ་མ་ཟད། ཕྱི་ལོ་ཉིས་སྟོང་དྲུག་ལོར་ཨ་རིའི San Francisco གྲོང་ཁྱེར་དུ་སྐོང་འཚོགས་བྱས་པའི་ཁ་ཆེའི་བགྲོ་གླེང་ཚོགས་འདུ་སྙིང་རྗེ་སྲས་བཅས། སྙིང་གི་འདུ་འཛོམས། དང་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱ་གར་དུ་སྐོང་འཚོགས་བྱས་པའི་འཇིགས་སྐུལ་རིང་ལུགས་རྒྱལ་ནང་དང་རྒྱལ་སྤྱིའི་འཛམ་གླིང་ལྷན་ཚོགས་དང། ཕྱི་ལོ་ཉིས་སྟོང་དགུ་ལོར་འཛམ་གླིང་གི་ཆོས་ལུགས་གྲོས་མོལ་དང་མཐུན་འབྲེལ་ཚོགས་འདུ། ཕྱི་ལོ་ཉིས་སྟོང་བཅུ་ལོར་ཉི་ཧོང་གི་ཧི་རོ་ཤི་མར་འཛམ་གླིང་ཞི་བདེའི་ལྷན་ཚོགས་སོགས་སུ་ཕེབས་ཞུགས་ཀྱིས། ཆོས་ལུགས་ཚང་མ་མཐུན་སྒྲིལ་གྱི་སྒོ་ནས་འགྲོ་བ་མིའི་བཟང་སྤྱོད་གོང་འཕེལ་དང། འཛམ་གླིང་ཞི་བདེའི་ཐད་ལེགས་སྐྱེས་འབུལ་དགོས་པའི་གཞེན་སྐུལ་རིམ་པར་མཛད་ཡོད་པ་མ་ཟད། ཕྱི་ལོ་ཉིས་སྟོང་དགུ་ལོར་ཀོ་པེན་ཧའེ་ཀོན་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་སྟེང་ཆོས་ལུགས་ཀྱི་ཚོགས་སྡེ་སོ་སོས་ཁོར་ཡུལ་སྲུང་སྐྱོབ་ལ་དོ་སྣང་དགོས་པའི་འབོད་སྐུལ་གནང་ཡོད་ལ། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར ྋགོང་ས ྋསྐྱབས་མགོན་ཆེན་པོཆེན་པོ་མཆོག་གི་ལམ་སྟོན་འོག་འཛམ་གླིང་གི་ནང་པའི་དབུ་ཁྲིད་རྣམས་ཀྱིས་ཐེངས་དང་པོར་མཉམ་འབྲེལ་གསལ་བསྒྲགས་སྤེལ་ཏེ་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་བྱེད་དགོས་པའི་འབོད་སྐུལ་གནང་ཞིང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་གར་དུ་ཆོས་ལུགས་དབུ་ཁྲིད་རྣམས་མཉམ་ཞུགས་བྱས་པའི་ཆོས་ལུགས་ཕན་ཚུན་གྲོས་མོལ་ལ་བརྟེན་ནས། འཛམ་གླིང་ཞི་བདེ་དང་འཆམ་མཐུན་ཞེས་པའི་ཚོགས་འདུར་ཕེབས་བཞུགས་གནང་བ་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གོང་ས་མཆོག་གི་མཚན་ཐོག་ཏུ་ཡོད་པའི་འཇིག་རྟེན་ཀུན་ཁྱབ་འགན་འཁུར་ཐེབས་རྩ་ཁང་ནས་མཐུན་རྐྱེན་སྦྱར་ཏེ་ཆོས་ལུགས་ཁག་གི་གཞོན་སྐྱེས་གནས་སྐོར་དང་གྲོས་མོལ་གྱི་ཚོགས་འདུ་ཐེངས་བཅོ་ལྔ་པ་སྦེང་ལོར་དུ་སྐོང་ཚོགས་གནང་ཡོད་ལ་གོང་ས་མཆོག་གི་ལམ་སྟོན་དང་རྒྱབ་སྐྱོར་ལ་བརྟེན་ནས་དེ་ལྟ་བུའི་ཚོགས་འདུ་མང་དག་ཅིག་སྐོང་ཚོགས་གནང་ཡོད། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་ཨིན་སྐད་དུ་དཔེ་དེབ་བརྒྱ་ཕྲག་འགའ་བརྩམས་པའི་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ལོར་ལྗགས་རྩོམ་མཛད་པའི་སེམས་བཟང་པོ་ནང་པའི་ལྟ་ཚུལ་གྱི་ཐོག་ནས་ཡེ་ཤུའི་བསྟན་དོན་ལ་དཔྱད་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོར་བདེ་སྐྱིད་ཀྱི་བསྟན་བཅོས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ལོར་སྟོང་ལོ་གསར་པའི་ཆེད་དུ་བཟང་སྤྱོད། ཕྱི་ལོ་ཉིས་སྟོང་ལྔ་ལོར་རྡུལ་ཕྲན་གཅིག་སྟེང་གི་འཇིག་རྟེན། ཚན་རིག་དང་ནང་དོན་རིག་པའི་མཉམ་འབྲེལ། ཕྱི་ལོ་ཉིས་སྟོང་བཅུ་ལོར་ཆོས་ལུགས་རྣམས་དོན་དམ་གྱི་སྤུན་ཉེའི་ཕྱོགས་སུ་བསྐྱོད་པ། འཛམ་གླིང་གི་ཆོས་ལུགས་རྣམས་མཉམ་འབྲེལ་ཡོང་ཐབས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་ཆོས་ལུགས་ཀྱི་མཚམས་ལས་འདས་པ། འཛམ་གླིང་ཡོངས་ཀྱི་ཆེད་དུ་བཟང་སྤྱོད། སོགས་རྩོམ་སྤེལ་དང་རྩོམ་འགྲེམས་དང་འཛམ་གླིང་གི་སྐད་ཡིག་ཆེ་ཁག་མང་པོའི་ནང་ཕབ་བསྒྱུར་གྱིས་འགྲེམས་སྤེལ་རྒྱ་ཆེར་བྱུང་བ་དང། དེ་བཞིན་མང་ཚོགས་གསུང་བཤད་དང་བགྲོ་གླེང། བཅར་འདྲི། ཕྱོགས་ཕེབས་སོགས་ཀྱི་སྐབས་དུས་སོ་སོར་ཆོས་ལུགས་ཕན་ཚུན་གྲོས་མོལ་དང་འཆམ་མཐུན་གྱི་སྒོ་ནས་མི་ཡི་བཟང་སྤྱོད་གོང་འཕེལ་དང་འཛམ་གླིང་ཞི་བདེ། ཁོར་ཡུག་སྲུང་སྐྱོབ་སོགས་འགྲོ་བ་སྤྱིའི་བདེ་རྩར་རོགས་འདེགས་ཕན་གྲོགས་གནང་གལ་གྱི་བཀའ་སློབ་ལ་ལྟ་ཉན་བྱེད་མཁན་མི་ཚོགས་འདུ་ལོངས་ཆེ་ཆེར་བྱུང་བའི་ཁར། འཛམ་གླིང་གི་གསར་འགྱུར་བརྒྱུད་ལམ་སྐད་གྲགས་ཆེ་བ་ཕལ་ཆེ་བས་བརྒྱུད་བསྒྲགས་རྒྱ་ཆེར་བྱུང་སྟེ་ལོ་ངོ་བཅུ་ཕྲག་དུ་མའི་རིང་འཇིག་རྟེན་འདིར་ཐུན་མོང་གི་ངོས་འཛིན་གཅིག་གྱུར་ཐོབ་ཡོད། གོང་ས་མཆོག་གིས་དེང་རབས་ཤེས་ཡོན་ལམ་ལུགས་ནང་བཟང་སྤྱོད་དང་སེམས་ཁམས་བདེ་ཐང། འཇིག་རྟེན་ཀུན་ཁྱབ་ཀྱི་འགན་འཁུར་སློབ་ཕྲུག་དགོས་གལ་གྱི་སློབ་ཁྲིད་དགོས་གལ་གྱི་ལམ་སྟོན་རྣམས་ཤེས་ཡོན་སྡེ་ཚན་དུ་ཁྱབ་སྤེལ་འགྲོ་བཞིན་པ་དཔེར་ན། རྒྱལ་ཚོགས་ཀྱི་སློབ་གསོ་དང་ཚན་རིག་རིག་གཞུང་སྒྲིག་འཛུགས། ཡུ་ནི་སི་ཀོ་གི་རིག་གཞུང་ཕན་ཚུན་གྲོས་མོལ་ལས་གཞི་དང་འཛམ་གླིང་ཆོས་ལུགས་གྲོས་ཚོགས་ཀྱི་ཆོས་ལུགས་ཕན་ཚུན་གྲོས་མོལ་ལས་གཞི། ཞི་བདེ་ཞི་བདེ་ཕོ་ཉའི་ལས་འགུལ་དྲ་བས་ཆོས་ལུགས་དབུ་ཁྲིད་ཀྱི་ཞི་བདེ་འཛུགས་སྐྲུན་ཞི་དུལ་འཛུགས་སྐྲུན་ཐོག་བྱེད་ནུས་འདོན་ཐབས་ཀྱི་ལས་འཆར། ཆོས་ལུགས་རྣམས་ཞི་བདེའི་ཆེད་དུ་ཞེས་པའི་སྒྲིག་འཛུགས་ཀྱི་ཆོས་ལུགས་ཕན་ཚུན་གྲོས་མོལ་དང་མཉམ་འབྲེལ་གྱི་བྱེད་སྒོ་སེམས་དང་སྲོག་གི་ཞིབ་འཇུག་ཁང་གི་ཚན་རིག་དང་ནང་ཆོས་ཀྱི་བགྲོ་གླེང། འཛམ་གླིང་ཞི་བདེ་ལྷན་ཚོགས་ཀྱི། ཞི་བདེ། སྐུལ་སྤེལ་ལས་འགུལ། གོ་ལའི་བཟང་སྤྱོད། ཐེབས་རྩ་ཁང་གི་གོ་ལའི་བཟང་སྤྱོད་སྐུལ་སྤེལ་གྱི་ལས་འགུལ། རྒྱ་གར་གྱི་རྒྱལ་ཡོངས་ཤེས་ཡོན་ཞིབ་འཇུག་དང་སྦྱོང་བརྡར་ལྷན་ཚོགས （NCERT） སློབ་གྲྭ་ཆུང་འབྲིང་གི་དགེ་རྒན་སྦྱོང་བརྡར་ལས་གཞི་སོགས་རྒྱལ་སྤྱིའི་སྒྲིག་འཛུགས་དང་གཞུང་ཁོངས་མིན་པའི་ཚོགས་པ་ཇི་སྙེད་ཅིག་གིས་དངོས་བརྒྱུད་ཅི་རིགས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞེད་སྲོལ་ཉམས་ལེན་ལག་བསྟར་བྱེད་བཞིན་ཡོད། ཡོད་ལ། ཨ་རིའི་ཨེ་མོ་རི་སློབ་ཆེན་དང། Wisconsin སློབ་ཆེན། Stanford སློབ་ཆེན། Virginia སློབ་ཆེན། ལྷོ་ཀེ་ལི་ཧྥོ་ནི་ཡའི་སློབ་ཆེན། California མངའ་སྡེའི་ཤེས་ཡོན་ལྷན་ཚོགས་ཁོངས་ཀྱི་སློབ་གྲྭ་ཆུང་འབྲིང། ཨིང་ལན་གྱི་ཁན་བྷི་རིཇ་སློབ་ཆེན། གྱིས། ཏཱ་ལའི་བླ་མའི་ཆོས་ལུགས་ཕན་ཚུན་གོ་གཏོགས་ལྟེ་གནས་དང་ཨོ་གླིང་གི། Griffith སློབ་ཆེན་དང། German གྱི Tübingen སློབ་ཆེན། Hong Kong གྱི Sophia སློབ་ཆེན་དང། Canada ཡི McGill སློབ་ཆེན། ལྡི་ལི་གཙུག་ལག་སློབ་གྲྭ་ཆེན་མོ་གཙུག་ལག་རབ་འབྱམས་པ་སོགས་ཀྱི་སློབ་ཚན་ཁོངས་སུའང་བཅུག་ཡོད། དེ་བཞིན་དུ་སེམས་དང་སྲོག་གི་བསྟི་གནས་ཁང་དང། དབང་རྩའི་ཚན་རིག་གི་ཞིབ་འཇུག། བཟང་སྤྱོད་ཀྱི་གྲོས་བསྡུར་སོགས ྋགོང་ས་མཆོག་གི་དགོངས་གཞི་ལས་མཆེད་པའི་ཆེད་ལས་རིག་ཚན་སྣ་མང་ཡར་རྒྱས་དང་ཁྱབ་སྤེལ་འགྲོ་བཞིན་པ་ཡིན། རྒྱལ་ཁབ་མང་པོའི་ནང་རིག་གཞུང་སྣ་མང་དང། ཆོས་ལུགས་རིས་མེད་སོགས་ཀྱི་སྲིད་བྱུས་གཏན་འབེབས་བྱེད་སྐབས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་ཕན་ཚུན་གྲོས་མོལ་གྱི་དགོངས་བཞེད་ལ་གཞི་བཅོལ་ཡོད་ཅིང། དེ་བཞིན་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་གྱི་གྲོས་མོལ་དང་འཕེལ་རྒྱས་ཀྱི་ཆེད་དུ་རིག་གཞུང་སྣ་མང་གིས་འཛམ་གླིང་ཉིན་མོ་ཞེས་པའི་གྲོས་ཆོད་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཆོས་ལུགས་སམ། དད་མོས་རྒྱུ་མཚན་དུ་བྱས་ཏེ་གཞན་ལ་མི་གསོད་པ་དང་དམན་པར་ལྟ་བ། དམའ་འབེབས། དབྱེ་འབྱེད། འཚེ་བར་སྐུལ་སློང་དང་འཚེ་བར་བྱེད་པ་བཅས་ལ་འགོག་རྒོལ་བྱེད་པའི་གྲོས་ཆོད། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་གྱིས་ཞི་བདེའི་ཆེད་དུ་ཆོས་ལུགས་དང་རིག་གཞུང་ཕན་ཚུན་གྲོས་མོལ་དང་གོ་བཤད་ཉན་བཤད། མཉམ་ལས་བཅས་ལ་སྐུལ་འདེད། ཅེས་པའི་གྲོས་ཆོད་གཏན་འབེབས་བྱས་པ་དེ་དག་ཏུ ྋགོང་ས་མཆོག་གིས་ཡུན་རིང་ནས་ལམ་སྟོན་གནང་བའི་ཆོས་ལུགས་ཕན་ཚུན་གྲོས་མོལ་གྱི་རྩ་དོན་མང་པོ་མཚོན་ཡོད། ཡིན་ན་ཡང། རྒྱ་ནག་གུང་ཁྲན་གཞུང་གིས་ཆོས་ལུགས་འཆམ་མཐུན་དང་བཟང་སྤྱོད་དར་སྤེལ། འཛམ་གླིང་ཞི་བདེ་བཅས་འགྲོ་བ་མིའི་ཐུན་མོང་གི་བསམ་འདུན་ལ་རྒྱབ་ཀྱིས་ཕྱོགས་ཏེ། བོད་ནང་བོད་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་གདུག་རྩུབ་ཆེན་པོའི་ངང་སྤེལ་བཞིན་པ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་དང་རྒྱལ་སྤྱིའི་ཉེས་ཡངས་ཚོགས་པ་སོགས་རང་དབང་ཅན་གྱི་ཞིབ་འཇུག་ཁང་ཁག་གི་སྙན་ཐོ་བསྟུད་མར་ཐོན་བཞིན་པ་མ་ཟད། ཡོ་རོབ་མཐུན་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐུ་ཚབ་ཚོགས་ཆུང་གིས་ཕྱི་ཟླ་དྲུག་པའི་སྙན་ཐོ་དང། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་ལོ་འཁོར་སྙན་ཐོ། མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་པའི་སྙན་ཐོ་སོགས་སྔ་རྗེས་སུ་ཐེར་འདོན་བྱས་ཡོད་ལ། ཨ་མི་རི་ཀའི་ཁྲིམས་རྩོད་པའི་ལྷན་ཚོགས། ཨལ་པ་ནེ་ཕྱི་ཟླ་བརྒྱད་པའི་ཚེས་ལྔ་ཉིན་བོད་དོན་སྐོར་གྲོས་ཆོད་བཞག་པའི་ནང། ཨ་མི་རི་ཀའི་ཁྲིམས་རྩོད་པའི་ལྷན་ཚོགས་ཀྱིས་ཨ་རིའི་རྒྱལ་སྲིད་སྤྱི་ཁྱབ་ཁང་གི་གོ་ལའི་ནག་ཉེས་ཁྲིམས་གཞི་ཡིག་ཚང་ནས་བོད་ནང་མི་རིགས་རྩ་མེད་དང། མི་སྤྱོད་ལས་འདས་པའི་ནག་ཉེས། འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་བའི་གནད་དོན་གཞན་བཅས་ཀྱི་སྐོར་ཞིབ་འཇུག་གིས་སྙན་ཐོ་དོན་དྲན་འགོད་པའི་ནན་སྐུལ་བྱ་རྒྱུ་ཞེས་འཁོད་འདུག་རྒྱ་ནག་གུང་ཁྲན་སྲིད་གཞུང་གིས་དེང་སང། ཀྲུང་ཧྭ་མི་རིགས་གཅིག་སྡུད། གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་བརྟན་ཚུགས་ཟེར་བའི་སྲིད་ཇུས་དེས། འགྲོ་འོང་དང་སྤེལ་རེས། འདྲེས་སེལ་བཅས་གོམ་སྟབས་གསུམ་ལ་བརྟེན་ནས་བོད་མི་རིགས་རྩ་མེད་གཏོང་བའི་འཆར་གཞི་དང་དམིགས་ཚད་བཟུང་སྟེ། ཆབ་སྲིད་དང་དཔལ་འབྱོར། སྤྱི་ཚོགས། ཆོས་ལུགས། སློབ་གསོ་སོགས་ཀྱི་གཞུང་འབྲེལ་བྱེད་སྒོ་ཕལ་མོ་ཆེའི་ནང་གཞི་རྒྱ་ཆེ་བའི་ཐོག་ནས་ལག་བསྟར་བྱེད་བཞིན་པ་མ་ཟད། བོད་ས་སྟོད་སྨད་བར་གསུམ་དུ་གྲོང་དང་གྲོང་རྡལ། དགོན་སྡེ། སློབ་གྲྭ་བཅས་སུ་སློབ་སྦྱོང་དང་ཟབ་ཁྲིད། གཏམ་བཤད། འདུ་འཛོམས། འགྲན་བསྡུར་སོགས་བྱེད་སྒོ་སྣ་ཚོགས་བརྒྱུད། མངོན་སུམ་འཛེམས་མེད་དུ་བོད་མི་རིགས་རྣམས་སོ་སོའི་ངོ་བོ་དོར་ཏེ་ཀྲུང་ཧྭ་མི་རིགས་ཡིན་པའི་འདུ་ཤེས་བརྟན་པོ་འཛུགས་དགོས་ལུགས་བཙན་འགེལ་བྱེད་བཞིན་ཡོད། བོད་ཀྱི་ལོ་རྒྱུས་འཁྱོག་བཤད་དང། མི་རིགས་ཀྱི་ངོ་བོ་ནག་སུབ། མི་ཚེ་སྐྱེལ་སྟངས་བཙན་འགྱུར་ལྟེ་བར་དམིགས་པའི་སྲིད་ཇུས་དེའི་ཆ་ཤས་སུ། བོད་མི་རིགས་དང་བོད་བརྒྱུད་ནང་བསྟན་གྱི་ཁྱད་ཆོས་ལྡན་པའི་འཛུགས་སྐྲུན་དང་བཟོ་བཀོད། རི་མོ་སོགས་བཤིག་གཏོར་དང། བོད་ཕྲུག་ས་ཡ་གཅིག་ལྷག་མི་སེར་སྤེལ་ཡུལ་རིང་ལུགས་ཀྱི་གཏན་འཇགས་སློབ་གྲྭའི་ནང་ཕྱི་རྒྱལ་སྒོ་རྣམས་ཀྱིས་རྒྱ་ཡི་སྐད་ཡིག་དང་ལྟ་སྤྱོད་སློབ་སྤེལ་བྱེད་བཞིན་པའི་ཐོག་དེ་དག་གི་དཔེ་མཛོད་ཁང་དུ་ཡོད་པའི་ཆོས་ལུགས་དང་ལོ་རྒྱུས་རིག་གནས་སོགས་བོད་མི་རིགས་དང་འབྲེལ་ཡོད་ཀྱི་དཔེ་དེབ་ཆ་ཚང་ཕྱིར་བསྡུ་དང། སློབ་གྲྭའི་དཀྱིལ་འཁོར་དུ་ཐུ་མི་སམ་པོ་ཏྲ་དང་གནའ་དེང་མཁས་པ་སོགས་ལོ་རྒྱུས་མི་སྣའི་པར་རིས་དང་སྐུ་བརྙན་རྣམས་སློབ་ཕྲུག་གི་མཐོང་ལམ་དུ་མི་མངོན་པར་བྱས་པ་སོགས་ཀྱི་གནས་ཚུལ་རྒྱུན་མར་རྒྱུན་ཆད་མེད་པར་ཐོན་བཞིན་ཡོད། དེ་བཞིན་དུ། ཕྱི་ཟླ་དྲུག་པའི་ནང། ཨ་མདོ་རྔ་བ་ཁུལ་དུ་དགེ་འདུན་པ་དང་བཙུན་མ་བརྒྱ་ཕྲག་དུ་མ་དགོན་པ་ནས་བཙན་དབང་གིས་ཕྱིར་འབུད་དང། ཕྱི་ཟླ་དྲུག་པའི་ནང། དུས་རབས་བཅུ་དགུ་པའི་ནང་བཞེངས་བསྐྲུན་མཛད་པའི་ཨ་ཚོགས་དགོན་པ་ཤུལ་མེད་དུ་གཏོར་བ། ཕྱི་ཟླ་བདུན་པའི་ནང། རྭ་རྒྱ་གངས་ལྗོངས་ཤེས་རིག་ནོར་བུའི་སློབ་གླིང་སྒོ་བརྒྱབ་པ་སོགས། ཡ་ང་བའི་གནས་ཚུལ་འདི་དག་གིས་རྒྱ་ནག་གུང་ཁྲན་སྲིད་གཞུང་ནི་མང་གཙོ་དང་རང་དབང། དྲང་བདེན། འདྲ་མཉམ། འཆམ་མཐུན་བཅས་འགྲོ་བ་མིའི་སྤྱི་ཚོགས་འཕེལ་རྒྱས་ཀྱི་གོམ་སྟབས་ལས་ལྡོག་སྟེ། མི་སེར་སྤེལ་ཡུལ་རིང་ལུགས་ཀྱི་གདུག་རྩུབ་ཆེ་བའི་མུན་ནག་དུས་རབས་ནང་ཕྱིར་གཞིས་རྒྱག་གི་ཡོད་པ་གསལ་པོ་ཆགས་ཡོད་ལ། རྒྱ་གཞུང་གིས་སོ་སོའི་ངན་སྤྱོད་དེ་རིགས་ཕྱི་ལ་འབད་ཁུངས་ཡང་བྱེད་ཀྱི་མེད། ཕྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་ཨ་རིའི་སྲིད་འཛིན Biden མཆོག་གིས་ཆོག་མཆན་གསལ་བསྒྲགས་གནང་བའི་བོད་རྒྱའི་རྩོད་རྙོག་སེལ་བར་སྐུལ་འདེད་ཀྱི་ཁྲིམས་ཡིག་ཏུའང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ད་ལྟའི་སྲིད་བྱུས་དེས་འཆར་གཞི་ལྡན་པའི་སྒོ་ནས་བོད་མི་ཚོས་སོ་སོའི་ཆོས་དང་རིག་གཞུང། སྐད་ཡིག། ལོ་རྒྱུས། མི་ཚེ་སྐྱེལ་སྟངས་དང་ཁོར་ཡུག་བཅས་སྲུང་སྐྱོབ་བྱེད་པའི་ནུས་སྟོབས་ལ་འགོག་གནོན་བྱེད་བཞིན་ཡོད་ཅེས་རྒྱ་གཞུང་གིས། ངན་ཇུས་ཐེར་འདོན་མཛད་ཡོད་པ་མ་ཟད། ཁྲིམས་ཡིག་དེའི་ནང་བོད་ཀྱི་ལོ་རྒྱུས་དང་བོད་རྒྱའི་རྩོད་རྙོག་གི་གནས་བབ། རྩོད་རྙོག་སེལ་ཐབས་སོགས་ཨ་རིའི་གཞུང་གི་སྲིད་ཇུས་བཅས་གསལ་ཡོད་པའི་སྐོར་འདི་ལོའི་སྐུའི་འཁྲུངས་སྐར་གྱི་གཏམ་བཤད་དུ་རོབ་ཙམ་ཞུས་ཟིན་པ་ལྟར་ཡིན། དེ་བཞིན་དུ། ཀན་ལྷ་ཡི་གྲོས་ཚོགས་ནས་ཕྱི་ཟླ་དྲུག་པའི་ནང་སྤྱི་མོས་ཀྱི་གྲོས་ཆོད་ཅིག་བཞག་པའི་ནང། བོད་མི་མང་དང་རྒྱལ་ཁབ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་པས། ཕྱིའི་གནོན་ཤུགས་གང་ཡང་མེད་པའི་སྒོ་ནས་སོ་སོའི་དཔལ་འབྱོར་དང་སྤྱི་ཚོགས། རིག་གཞུང་དང་ཆོས་ལུགས། སྲིད་ཇུས་རང་དབང་གི་སྒོ་ནས་འདོན་འདེམ་བྱེད་ཆོག་སྐོར་བཀོད་འདུག་པ་མ་ཟད། རྒྱ་ནག་གཞུང་གིས་བོད་མི་ཚོར། འཆར་གཞི་ལྡན་པའི་སྒོ་ནས་རིག་གཞུང་འདྲེས་སའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་གསལ་སྟོན་གནང་ཡོད། བོད་མི་ཚོས་སོ་སོའི་མི་རིགས་ཀྱི་ངོ་བོ་གཅེས་ཉར་དང། རིག་གཞུང་ཡར་རྒྱས་ཀྱི་འདོད་འདུན་ནི་དྲག་གནོན་དང་བཙན་དབང་གི་ངོས་བརྒྱུད་གང་གིས་ཀྱང་འགོག་གནོན་བྱེད་ཐབས་མེད་ངེས་ཡིན་ཞིང། རྒྱ་ནག་གུང་ཁྲན་སྲིད་གཞུང་གི་བླང་སྤྱོད་དེ་རིགས་ཡོ་བསྲང་དང་མཚམས་འཇོག་གི་ཐབས་ཤེས་གང་ཡོད་བསྟེན་རྒྱུ་ནི་རང་དབང་ལུང་པར་གནས་འཁོད་བཙན་བྱོལ་བོད་མི་རྣམས་ཀྱི་འདོར་དུ་མེད་པའི་ལས་འགན་གཙོ་ཆེ་ཤོས་དེ་ཡིན་པས། བཀའ་ཤག་གིས་དེར་གདོང་ལེན་གྱི་ཐབས་ཇུས་དང་ལེགས་ཆར་ཁག་རིམ་པར་སྤེལ་རྒྱུ་ཚང་མས་ནུས་པ་མཉམ་སྤུངས་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད། དུས་ཆེན་འདི་ཡི་དགའ་སྟོན་ལ་རོལ་བ་དང་ཆབས་ཅིག་ད་དུང་ཡང་ད་དུང་ང་ཚོའི་མང་གཙོའི་ལམ་ལུགས་འདི་འཐུས་ཚང་ཡར་རྒྱས་གཏོང་རྒྱུར་སྟོང་ཆ་གང་མང་ཡོད་པའི་གནད་འགག་ངོས་འཛིན་བྱེད་དགོས་པ་དང། ལྷག་པར་དུ་སྤྱི་སྙོམས་དྲང་བདེན་དགག་ལེན་བྱེད་པའི་ཁྲིམས་སྒྲིག་རྣམས་ཆག་ལྷག་ཚང་བ་ཞིག་བཟོ་རྒྱུ་ནི་ཁ་ཚ་དགོས་གཏུག་ཆགས་ཡོད་པས་འབྲེལ་ཐོགས་ཡོངས་ནས་རང་འཁྲིའི་འགན་འཁུར་འཐུས་ཤོར་མེད་པ་དགོས་རྒྱུ་གལ་ཆེན་ཡིན། མཐའ་དོན། སྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་མཛད་འཕྲིན་ཉི་ཟླའི་འོད་ལྟར་གསལ་ཞིང། ཐུགས་ཀྱི་བཞེད་དགོངས་མཐའ་དག་གེགས་མེད་ལྷུན་གྱིས་འགྲུབ་སྟེ་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་རྒྱུ་ཡིན། བཀའ་ཤག་ནས།